ཨོ་ལ་སོ་ང་སོ་གི་རིག་མེད་ཚོམ་ཞེས་པའི་གྲྭ་སེང་གེའི་སྟེང་དུ་བཞུགས་པའི་དེ་ནས་སྐྱབས་གནས་དགེ་འདུན་གྱི་རྟེན་རེག་པར་སྨྲ་བའི་ཆོས་ཚོགས་ཡོངས་ལ་གུས་འདུད་སྔོན་དུ་གཏོང་བའི་ཐོག་ནས་དེ་ནས་ཚེ་ཁ་ཤས་ཀྱི་ཞོ་འཆོལ་བ་བྱས།

དེ་ནས་སྡེ་སྐྱོང་ཆེན་པོ་སློབ་ཁྲིད་བྱེད་མཁན་དགེ་རྒན་རྣམ་པ་གི་རྒྱུན་ལྡན་གྱི་ཁ་ར་སློབ་སྦྱར་ཟེར་ན་འདྲ། ཨ་ནི་ཉེན་ཀོར་ལེགས་སྤེལ་གྱི་སྐད་ཆ་རྒྱུན་ལྡན་གྱི་གསུང་བདེ་ཡག་ཅིག་རེད་དེ་དེ་ལ་ལྷག་པ་ཅིག་དེ་དེ་ལས་དེ་ནང་ལ་མ་འདུས་བ་འདྲ་བོ་དང་སྐད་ཆ་གསར་བ་གི་འདྲ་བོ་གང་ཡང་ཞུ་ཡག་རག་ས་མ་རེད་དེ་ནས་ཞུ་རྒྱུ་ཞུ་ཡག་གི་སྤོབས་པ་འདྲ་དེ་ཆོས་ནི་ལེགས་ཀྱི་མི་འདུག། ད་འོང་ཀྱོ་ཀོ་སློབ་གཉེར་བྱེད་སྟངས་བསམ་ཚུལ་འདྲ་བོ་ཅིག་བཤད་བ་ཡིན་ན་ཅིག་ཕན་མ་ཐོག་བ་ཡིན་ན་གནོད་པ་ཟེར་གི་ཡོང་མ་རེད་དྲན་ནས་ཞུ་གི་ཡོད། འོ་དེ་ནས་ཁྱེད་རྣམ་པ་གིས་ད་དགོངས་པ། ཤེལ་བྲག་ལ་ཨ་ནི་དཔེ་ཆ་ལྟ་ཉན་གྱི་ཁ་གྲངས་འདྲ་བོ་དེ་ཉུང་ཉུང་ཅིག་བར་ཆད་ཡིན་ས་རེད། དེང་སང་གི་ཨ་ནི་གྲྭ་བ་མང་པོ་བཅས་ཀྱིས་མཁས་པ་ཅིག་ཆགས་དགོས་ཀྱི་ཡོད་ན།

གོམ་པ་མང་པོ་ཅིག་གྲྭ་བ་མང་པོ་སྐྱེ་བ་ས་ལ་ཅིག་འགྲོ་ཉལ་འཕྲོ་དེ་ཡང་འདྲ་བོ། དེ་འདྲ་ཅིག་འདུག་བ། དེ་ངས་བསམ་བློ་བྱས་པ་ཡིན་ན་དེ་འདྲ་རང་མ་རེད་དྲན་གི་འདུག་ད་ཁྱེད་རང་གིས་བྱས་ན་དོ་ཁོ་དཔེ་ཆ་ཤུགས་ཆེན་པོ་བཏང་གི་རིག་པ་ཡག་པོ་ཡོད་མཁན་ཅིག་ཡིན་ན་གྲྭ་ཚོ་རྒྱའི་ས་ལ་ཅུང་ཟད་ཁྱད་པར་ཅིག་ཏུ་ཡོད་རེད་བ། དེ་ཡིན་ན་ཡང་དེ་འདྲ་ཕོག་གི་མ་རེད་དྲན་གི་འདུག་དེ་ནས་ང་ཚོ་སྔར་གྱི་ལོ་ཙཱ་བ་དེ་ཚོ་ལ་བལྟ་བ་ཡིན་ན་ངས་ཀྱི་མཁས་པ་དེ་ཚོ་མང་ཆེ་དོ།

ཡིན་ན་ཡང་ནག་བཙོག་གི་བྱོལ་ཆེན་པོ་གི་ལྟོ་ཕག་གི་ནང་ལ་རབ་བྱུང་བརྒྱ་ཕྲག་མ་ལོངས་ཙམ་ཟེར་ནས་སོང་ཡོད་རེད་བ། རྒྱུན་ལྡན་གི་སློབ་གཉེར་བྱེད་ཉེན་ཞུགས་ཉེན་བཅས་ཀྱི་གྲྭ་བ་བརྒྱ་ལོངས་མི་དང་པ་རི་ཀ་མ་ལ་ཞིག་ཟེར་ས་དེ་གདན་ས་ཆེན་པོ་དེ་ལ། ཡིན་ན་ཡང་ད་ཁོ་རང་དེར་གྲྭ་བ་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད་དེ་ལ་དེ་གསོ་སྐྱོང་བྱེད་སྟངས་བཅས་ཀྱི་ཐོག་ནས་སློབ་མ་དེ་ཚོ་གི་སློབ་གཉེར་བྱེད་སྟངས་དང། ཨ་ནི་དགེ་རྒན་དེ་ཚོ་ལ་མ་བཟོ་སྐྱོང་བྱེད་སྟངས་ཧ་སྐྱོང་གི་ཐབས་ལ་འཁེལ་བ་བཅས་ཀྱི་ཐོག་ནས་ཡོང་གི་ཡོད་བ་ཡིན་ཙང། དེ་ནས་བ་རི་ཀ་མ་ལ་ཤེ་ནི་བཅས་མཐོང་བལྟས་བཅོས་ཀྱི་མཁས་པ་དཔེ་འདྲི་དག་དེ་ཚོ་དངོས་གནས་གྲོང་ནས་ཚིག་བདེན་པ་ཚིག་ཐུབ་དེ་འདྲས་རང་གཞན་གཉིས་ཀ་གི་རྒྱུད་ལ་བསྟན་པ་བརྒྱད་མཐོང་མཁན་གྱི་མང་པོ་ཞུགས་རྗེས་བོང་དུ་བ། མཉམ་མེད་ཇོ་ཆེན་པོ་བོད་ལ་ཕེབས་པའི་ཁར་ཐུགས་ཐུབ་པ་ལགས་དཔའ་རིས་དཀར་མོ་ལགས་ཞེས་གྲྭ་བ་སུམ་ཅུ་སོ་དྲུག་ཡིན་པ་ཡོད་ད་དེ་འདྲའི་ཡར་མར་སྐྱེས། ཅིག་ས་ལམ་གྱི་རྟོགས་པ་རེ་བ་རེ་སྐྱེས་དེ་ཅོག་གིས་ས་ལམ་རྟོགས་པ་ད་མཐོ་དམན་གང་འདྲའི་ཆེད་ལ་སྐྱེས་ཡོད་ནམ་མ་ཤེས་དེ་ན་གི། ཁོ་ཅིག་ས་ལམ་གྱི་རྟོགས་པ་དམིགས་བསལ་བར་གྱིས་སྐྱེས་དེ་ཅོག། གྲུབ་ཐོབ་རྩེ་གཅིག་གཡོ་སྒྱུ་ཅན་གྱི་མི་སུམ་ཅུ་སོ་དྲུག་ཙམ་ཅིག་འདུ་བ། དེས་མཚོན་པའི་དེ་ནི་མ་སྙམ་པའི་ཇོ་ཆེན་པོ་མ་བོས་ལ་ཕེབས་ནས་དེ་ནི་ང་ཚོ་བཀའ་གདམས་ཀྱི་རས་བྲིང་བྱང་རས་བྲིང་འདྲ་བོ་བྱིན་བ་ཡིན་ན་ཇོ་ཆེན་པོ་སྐུ་དུས་ལ་བྱུང་ཡོད་མ་རེད་དེ་ནི་ཇོ་ཆེན་པོ་གིས་དགོན་པར་ཕེབས་ནས་འབྲོམ་སྟོང་པ་རྒྱ་མི་འཇུ་ནད་ཀྱི་ཕྱག་བཏབ་ནས་ད་དེའི་སྐབས་དུ་བཀའ་གདམས་པ་དེ་ཚོ་རུག་རུག་བྱིན་ནས་བཞུགས་ཡོད་རེད་བ། མི་རྨོངས་པའི་ཁ་ཚུགས་དེ་ལ་མི་དྲུག་ཁྱུ་ཚར་ཅིག་འདུས་གི་འདུ་བ།

ཨ་ནི་དེའི་པར་རོ་དེ་ལ་ད་ཉི་གོམ་དེ་ལ་ཉི་མ་མ་སོད་ཚོད་ཕར་ཆད་དེ་འདྲི་བྱེད་ལ་པེ་ཁྲིད་འགྲོ་གི་སོ་འདྲ་བོ་ཅིག་བྱེད་གི་ཡོད་ས་རེད་དྲན་དྲན་འདྲ་བོ་ཅིག། ཨ་ནི་ཉི་གོམ་གི་རྒྱབ་ལུགས་དེ་བ་ལ། ཨ་ནི་སོ་སོ་གི་པེ་ལུགས་རང་བསྐྱེད་ནོར་ལུགས་ལ་བསྡད་པེ་ལུགས་རང་བསྐྱེད། དེ་འདྲའི་དགོངས་དག་དག་རང་ཡང་སྒོམ་བསྐྱེད་ད་གང་ལྟར་ཡང་ཁོ་རང་ཚོ་གསར་སྐྱོང་བྱེད་ཡག་དུ་པེ་ཆ་ལྟ་ཡག་པེ་ཁྲིད་འགྲོ་ཡག་ཨ་ནི་སྒོམ་བགྱིད་ཡག་དེ་ཉི་མ་རེ་རེ་གི་ནང་ལུགས་ལ། ཁོ་ཤེས་མཚུངས་ཀྱི་ཚོར་འདུ་ཤེས་མཚུངས་བ་འདྲ་བོ་ཅིག་འདུག་བ་རེད་ཁོ་རང་ཚོ་རྒྱུན་ལྡན་གྱི། རྒྱུན་ལྡན་གྱི་བྱ་བ་དེ་འདྲའི་ཅན་གྱི་ཐོག་ནས་འགྲོ་འོང་དུས། དཀར་པོ་ང་ཆ་སྲུང་སློབ་གཉེར་ཚར་རུང་གི་ཁ་ཐུག་དེ་བ་ལ་བཞག་མྱུར་ལམ་ཞིག་རིམ་པས་རྟོགས་པ་ཁོང་རེ་རེས་ཡེ་ནས་གང་ཡང་རུང་བ་ཅིག་རང་རྒྱུད་ལ་མ་སྐྱེས་པ་མེད་བ་འདྲ་བོ་ཅིག།

དབང་རེ་རེའི་ཞོ་དམ་ཚིག་སྟོང་པ་ཁ་གསོ་ཡག་གི་བྱེད་དོ། ཨ་ནི། དབང་བསྐུར་སྙན་འདྲ་བོ་སྟབས་མ་འགྲིག་བ་འདྲ་བོ་དེ་འདྲའི་ཁར་དུ་ལ་ཨ་ནི་གྲུབ་མཆོག་སོགས་འདྲ་བོ་དེ་བདག་འཇུག་འདྲ་བོ་ལས། དེ་ནི་ཁོ་རང་ཚོ་རྒྱུན་ལྡན་གྱི་ལྟ་སྡོམ་པ་གི་ཚུགས་འདྲ་བོ་དེ་ག་རེད་འདུག་ཟེར་ན་ད་ཚུགས་འཁོར་དེ་རེད། དམ་ཚིག་སྟོང་པ་གསོ་ཡག་ད་དེ་དཔེ་མི་སྲིད་གི་ཡམ་སེམས་པ་ཅིག་གི་ཁར་ཆེན་པོ་ཅིག་གསུང་གི་ཡོད་རེད་བ། ད་རྒྱུན་ལྡན་གྱི་སྡོམ་པ་གི་ཚུགས་འདྲ་བོ་དེ་ཨ་ནི་ཚུགས་འཁོར་དེ་རེད། ཟ་མ་དེ་ཚོ་ཡང་ཟོ་ཚིག་གང་ག་ཨ་ནི་ཚུགས་འཁོར་གི་ཁུངས་གཏུགས་ལ་བཙོང་ནས།

དེ་འདྲས་ཡིན་དུས་ད་དེ་རིང་གར་སོང་འདྲ་བོ་ཡིན་ན་ང་ཚོ་དངོས་གནས་གྲོང་ནས་སྐྱོ་དགོས་ཡ་འདྲ་བོ་ཅིག་དེ་འདྲས་ཅིག་བསམ་བློ་གཏོང་པ་ཡིན་ན། དགོན་པ་ཧ་ཅང་མང་པོ་གྲྭ་བ་ཧ་ཅང་མང་པོ་ལས་བར་ཁ་ཤས་རེ་རེ་གི་ནང་ལ་འགྲོ་འོང་དུས་ནི་ཕར་ཆེར་དགོན་པ་རེ་རེ་ཐོག་ཡོང་གི་སོགས་འདྲ་ཅིག་འདུག་བ། ས་དགེ་བཀའ་ཉན་བོང་བུ་ག་རེ་ཡིན་ན་མིན་ན་ཁྱོད་རྣམས། ཡིན་ན་ཡང་དགོན་པ་དེ་གི་ནང་ལ་ཞལ་མཆོད་ཟིན་པ་མཚན་ཉིད་ཚོང་བ་བཅས་ཡོད་རེད་ཟེར་ནས་ཨ་ནི་དངོས་གནས་གྲོ་ནས་གི་ཡིད་ཆེས་བ་འདྲ་བོ་བྱེད་དུ་རུ་བ་རེད། དངོས་གནས་གྲོ་ནས་གི་ཨ་ནི་རང་རྐྱེན་སྙིང་ག་གི་ད་ཐམས་ཅད་ཀྱི་ཅིག་དངོས་གནས་ཐུན་མོང་དུ་གྲུབ་ས་འདྲ་བོ། མི་གཅིག་མཚན་གྱི་གསུང་རྒྱུ་མེད་སྐྱོ་འདྲ་བོ་ཅིག། ལག་རྒྱུ་མི་རག་བ་འདྲ་བོ་ཅིག། ད་ཅིག་མི་ངོ་བ་འདྲ་བོ་ཅིག་སྦས་བའི་རྣལ་འབྱོར་ང་སོ་མ་ཤེས་བསྡད་རྒྱུ་རེ་རེ་རྙིང་པ་ཡོག་ཟེར་བ་ཙམ་གྱི་རེ་བ། དེ་འབྲེལ་གྱི་ཆ་དེ་གི་འདུག་བ། ད་འདིའི་གནས་སྟངས་དེ་ལྟ་བ་ཡིན་ན་ང་རང་སོགས་དབུ་སྣོད་གྲོང་སྡེའི་ཆོས་གཞིས་ཀྱི་མི་སྣ། དཔེ་ཟད་ལྟ་ཉན། འཛིན་སྐྱོང་བྱེད་ཉན་དགེ་རྒན་རྣམ་པ། ང་ཚོ་ཆ་ཚང་གི་ཐུགས་ཤོར་ཆེན་པོ་ཅིག་ད་ཡིན་པ་དེ། ང་ཚོ་རང་རང་སོ་སོ་གི་ངོས་འཛིན་གྱིས་ཐོབ་དགོས་ཡག་འདྲ་བོ་ཅིག་རེད་དྲན་གི་འདུག་བ། ད་ནི་དགོན་པ་གཅིག་གི་ནང་ལ་སོང་ན་དགེ་རྒན་གཅིག་གིས་ཨ་ནི་བླ་ཞལ་གཅིག་བཅག་ན་དཔེ་དཔེ་དཀར་པོ་ང་ཚར་དགོས་ཡ་ཨ་ནི་ཁྱི་ཕག་ཆགས་དགོས་ཡ།

བླ་རྒན་འདྲ་གཅིག་གི་ཐོག་ནས་མ། དྲན་བསྐུར་གཏོང་ཡག་འདྲ་གཅིག་ཡོད་རེད་པ། དེ་འདྲའི་ཅང་ཅང་གི་ཐོག་ནས་དྲན་བསྐུར་གཏང་ཤེས་ཡག་གཅིག་མ་ཏོག། མི་ཚེ་འདི་ཡི་ཐུགས་ལ་ང་ཚོ་སྲང་ལམ་གི་རྟོག་པ་རང་རྒྱུད་ལ་སྐྱེ་ཡག་གི་རེད་བ། རེད་ཐབས་འདི་འདྲི་གཅིག་ཚོར་དགོས་འདུག་ཟེར་ཡག་གཅིག་རེད། དེ་འདྲའི་གི་ཐུགས་བློ་ལ་གཅིག་འབད་འབུངས་ཤུགས་ཆེན་པོ་གཅིག་རྩ་བ་ཉིད་ནས་མི་སྐྱེ་བའི་སོགས་འདྲ་བོ་དགེ་རྒན་གཅིག་གི་ངོ་ནས་མ་སློབ་ཁྲིད་བྱེད་ཡོང་དུས་ཡག། ང་གི་ཨནི་ཁ་ཟས་སྐོར་རེད་ད་ཡག་མེད་འགྲོ་དེ་རེད་སྤོ་སྒོ་མང་པོ་སྐད་ཆ་འདྲ་བོ་ཁྲིད་དེ་འདྲི་བྱེད་དེ་རེད་བ་ནི་ཁྱོད་རང་ཚོ་དཔེ་ཆ་ལྟ་བའི་ཁར་ཐུགས་ལ

ལུས་སེམས་ཡོངས་སུ་རྫོགས་པར་ནུས་པ་ཡོད་བའི་མཁར་ཐུག་གི་མི་ཚེ་འདྲ་བོ་དེ་དག་གོ། ཁ་ཕྱོགས་འདུ་ཤེས་དེ་འདྲ་ཅིག་གི་ཐོག་ནས་ང་ཚོ་རྫོགས་འགྲོ་བའི་སྲོག་འདྲ་བོ་ཅིག་ཆགས་འགྲོ་བ། དགེ་རྒན་གྱི་ནང་ནས་དགོང་མོ་ནས་གཡང་མ་སློབ་སྟོན་བྱེད་སྟངས་དེ་དེ་འདྲའི་ཅིག་བྱེད། ཡང་སློབ་མ་གི་ནང་ནས་ཡང་རྩོམ་པ་བྱེད་སྟངས་དེ་འདྲའི་ཅིག་གི་ཐོག་ལ་དཔེ་ཆ་ལྟ་རོགས་བྱས་ན་ཁ་ཕྱོགས་དེ་འདྲ་ཅིག་ལྟ་གི་ཡོད་རེད། དེ་མང་པོ་བྱས་ན་དཔེ་ཆ་ལྟ་རོགས་བྱེད་ཀྱི་ཡོད་མ་རེད་གྲྭ་བ་ལོག་འགྲོ་གི་ཡོད་རེད། དེ་ནི་དགོངས་པ་དང་དེའི་བྱ་བ་ཡིན་ན་ཐང། ཟ་རེས་ཟོ་རེས་ཅིག་ག་ལ་བར་སྙིང་པོ་དེ་ཙམ་མེད་དེ་ཀྱང་ད་དེ་འདྲས་ཅིག་མཐོང་ན་ཕ་ཨ་ནི་ཁ་ཕྱོགས་འགྲོ་ཡ་ཅིག་དེ་འདྲས་ཅིག་རེད་དེ་གི་འདུག་བ། ཨོ། ད་ངའི་སྐད་ཆ་དེ་ཐོར་སོང་བའི་སོགས་འདྲ་རེད་སོང་ངས་དང་པོ་ཞུ་ཡ་དེ་ག་རེ་ཡིན་དྲིས་ན། ཨ་ནི་སོ་སོ་གི་དགོན་པ་གི་ནང་ལ་ཁོ་དགེ་རྒན་ཡག་པོ་ཅིག་ཡོད་བ་ཡིན་ན། དེ་ནས་ཀྱི་གྲོགས་ཚང་པར་མཚུངས་པ་སེ་འདྲ་ཧ་ཅུང་རྒྱ་ཆེན་པོ་ཅིག་མེད་བ་ཡིན་ན་ཡང་ཆོས་དྲུག་མི་གཉིས་ཙམ་ཡོད་ན་ཡང་མཁས་པ་སོགས་ཆེ་ཆོག་གི་རེད་ལ་ཨ་ནི་གྲུབ་པ་སོགས་ཆོག་གི་རེད།

དེ་གཉིས་ཀ་གྲྭ་བ་བཟང་དང་གྲྭ་བ་བཟང་གི་ནང་ནས་ཨ་ནེ་གྲྭ་བ་སྐྱེས་ཏེ་སྤུས་དག་ཆགས་འདུག་རི་ལམ་པས་དངོས་གནས་གྲོང་སྣེའི་གྲྭ་ཤག་གི་བུའི་གྲྭ་བ་དང་ཨ་ན་མ་ན་རི་ལམ་གྲྭ་ཤག་གི་གྲྭ་བ་རི་མ་ཡག་པོ་ཨ་ར་ཡག་པོ་ཆགས་འདུག་ཅེས་སྐད་དུ་ཨ་ན་མ་ན་འདྲ་ཅིག་ཆགས་འདུག་ངས་དེ་དུས་ཚོར་བ་ཅིག་ཞིམ་མིག་ལེབ་སོང།

བསྐྱུར་བ་རེད་ཁེ་པའི་གོང་བུ་སོགས་བྲིས་ན་བཟོ་ཡག་ཡོད་རེད་ལ་གྲུ་པག་གི་གོང་བུ་སོགས་བྲིས་ན་ཁ་གྲངས་ཀྱི་ཆ་ནས་མ་མཐོང་བ་རྩ་བ་ཉིད་ནས་ཡོད་མ་རེད། སྔར་གྱི་ལོ་ཙཱ་བ་དེ་ཚོ། དེ་ནས་ཧ་ཅུང་མཁས་པ་ཆེན་པོ་མང་པོ་ཞིག་ཕེབས་འདུག་བ་དང་ང་ཚོ་ད་ལྟ་ཁྱེད་ཀྱི་ཤེས་ཚོད་ཅན་གྱི་ཉན་རྒྱུ་སྐད་རེ་ཡོད་མ་རང་པའི་ཐོག་ལ་འཁོར་དེ་ཡོད་རེད་བ། དེ་ཁོང་རྣམ་པ་དེ་ཚོ་མང་ཆེད་དུ་བླ་མ་ཁྱེད་ཀྱི་སྐུ་མདུན་རང་ནས་རྒྱོང་ནས་མཁས་པ་བྱ་རྒྱུ། རོགས་པ་རེ་རེ་རྙིང་པ་ཆོས་དྲུག་དེ་འདྲ་འདྲ་བོ་འདུག་བ་དང་སྐོར་རེ་འགྲོ་གླེང་བྱེད་ས་གི་སོགས་འདྲ་བོ། དེ་འདྲའི་རེད་དེ་འདྲའི་བཅས་ཀྱི་ཐོག་ནས་སོ་སོའི་རྩོམ་པ་དང། རེ་བ་རེད་ཨང་དེ་འདྲའི་བཅས་ཀྱི་སྐྱོ་བ་ཡིན་ན། དངོས་གནས་གྲོགས་ནས་དངོས་གནས་གྲོགས་ནས་ཀྱི་ནི་ག་ལ་ཧོ་རེད་ཟེར་ན། མང་པོ་ཞུ་བཅས་ངེས་པར་དུ་ཡོང་དགོས་ཡ་རྩ་བ་ཉིད་ནས་མ་རེད་དྲན་གྱི་ཡོད། ཨོ་དེ་ནས་ང་ཚོ་དཔེ་ན་རེ་བ་རེད་ད་དཔེ་ཆ་ལྟ་ཡ་དེ་དགེ་མཚན་ག་ཚད་ཚ་གྱི་ཡོད་ད་དེ་འདྲའི་སྐོར་ལ་དངོས་གནས་གྲོགས་ནས་ཀྱི་ད

ད་ལྟེ་བ་སྔས་མ་གི་བག་ཆགས་ཟེར་ཏེ་དཔལ་ལྡན་བཞག་མི་འདུག་ཚེ་འདི་ལ་ཁེས་པ་ཅི་ཆགས་མ་སོང་བ་ཡིན་ན་ཡང། གཞོན་སྐབས་བུ་ངག་གི་སྔོན་མའི་དྲོ་གནས་ཀྱི་བག་ཆགས་ཡག་པོ་ཅིག་བཞག་རི་བ་ཨ་རེད། དཔེ་ཁྲིད་འགྲོ་ནི་རེ་རེ་ནི་ཅིག་སོ་སོ་གི་བློ་གི་ནུས་པ་ལ་ལྟོས་པས། འདི་ནི་བརྡར་ཤ་ཡག་པོ་ཅིག་ཅེས་དྲན་ནས་སྔོན་མའི་དྲོ་གནས་དཔེ་ཤ་ཆགས་སོང་བ་བལྟ་དགོས་ཡ།

སྡོམ་པ་ཚུལ་ཁྲིམས་དེ་རུ་བ་རེད། འདི་ནི་ཀྱི་གོང་ཐུབ་ཐུབ་ཅིག་གཙང་མ་འདྲ་བོ་ཨེ་ཡོང་ད། དེ་འདྲི་བཅས་ཀྱི་ཐོག་ནས་ཡ་གནས་དེ་འདྲས་སོང་ཆགས་སོང་བ་ཡིན་ན་ཕལ་ཆེར་ཤེས་པ་ཡིན་སྐད་ཆ་མ་རུ་བ། ཁོ་མི་ཆགས་དང་མི་འདྲ་བའི་ཁྱད་ཆོས་ཐུང་མང་མང་ཡོད་པ་དེ་ང་ཚོ་མངོན་སུམ་དུ་མཐོང་རྒྱུ་ཡོད་རྒྱུ་དེ་ག་རེ་རེད་ཟེར་ན། ཚུལ་ཁྲིམས་བཟང་དེ་འགས་ཀྱི་བླ་རྒན་ཅིག་ཡོད་བ་ཡིན་ན་ལོ་བདུན་ཅུ་བརྒྱ་ཆུ་ཁོ་ལོ་ན་ཆེ་ཙམ་གྱི་ཡར་སླེབས་དུས་ཆེད་དུ་ཆེད་དུ་ཆོས་དུ་སོང་ནས་དེའི་ཚོགས་ཀྱིས་སྤྱི་ཚོགས་དང་དགོན་པ་དེ་དང་ཡོངས་སུ་བཙོག་པའི་གི་མཐོང་བས་ཆེད་དུ་ཆེད་དུ་ཆེད་དུ་ཁོ་རང་གི་སྐད་ཆ་དེ་ཚོ་ལ་ནུས་པ་ཆེད་དུ་ཆེད་དུ་ཆེད་དུ་འགྲོ་ཡ་ཅིག་དེ་ང་ཚོ་མངོན་སུམ་དུ་མཐོང་སྟེ་ཆུ་དེར་བ་དེ་སྟོང་པ་གི་ཨེ་ནི་ནམ་སར་འདི་གི་བཀའ་དྲིན་དང་བཀའ་དྲིན་ཞེས་རེ་བ་དེ། དཔེར་ན་མ་འཇིག་རྟེན་གྱི་སྤྱི་ཚོགས་ནང་ལ་སླེབས་ཚར་བ་ཡིན་ན་ཨ་ནི་ལོ་ན་ཡར་རྒས་དང་རྒས་སོང་རུང་ཨ་ནི་མཐོང་ཆུང་དང་ཆུང།

འོ་ལགས་སོ་ད་ངས་སྐད་ཆ་མང་པོ་ཞུ་རྒྱུ་རེད་ཟེར་དེ་གང་ཐག་ཞུ་ཡ་ཡིན་ད་གང་ལྟར་ངས་དེ་ཞུ་ཡ་དེ་གར་ཞུ་གི་ཡོད་ཟེར་ན། ང་ཚོ་དཔེ་ཆ་ལྟ་སྟངས་འདྲ་བོ་དེ་རེད་བ་རེད་མཐོ་སར་གོ་སར་ཡག་མ་འདྲ་བ་ཟེར་དེའི་ཐོག་ནས་འགྲོ་དགོས་ཀྱི་རེད། དེ་མ་ཐུག་ཨ་ནི་ད་དཔེ་ན་ང་རང་གི་ནམ་རྒྱུན་འདུ་ཤེས་དེ་ཡོད། དཔེ་ཆ་དེ་ཅིག་དུས་ཚོད་ཐུང་ཐུང་ཅིག་གི་མ་མཐའ་ཡང་ཨ་ནི་ལོ་བཅོ་ལྔ་བཅུ་དྲུག་ཅིག་གི་ནང་ལ་བག་དཀར་པོ་ང་དེ་ཚར་སོང་ན་ཡག་འདུག་དྲན་དྲན་འདྲ་བོ་ཅིག་ཡོད། རུ་བ་རེད། དེ་ཡིན་ན་ཡང། ཡིན་ན་ཡང། ལོ་བཅོ་ལྔ་ཚོད་ཅིག་གི་ནང་ལ་དཀར་པོ་ང་ཆ་ཚང་ཚར་གཅོད་ཡོད་ཁྱོད་ནག་དོ་ཅིག་དང་ཚར་གཅོད་ཡོད་ཁྱོད་ཅིག་བཟོ་བ་ཡིན་ན་དེའི་གི་ནང་རུང་ལ་ཁོ་རང་དཔེ། དཔེ་ཆ་ལྟ་ཡག་དེ་རྐྱང་རྐྱང་མ་གཏོགས་དེ་གི་ནང་ལ་ཚུགས་ས་ཡག་འདུག་ལམ་རིམ་བློ་སྐྱོང་གི་སྐོར་ལ་བསམ་བློ་འདྲ་བོ་ཅིག་ག་གེ་མ་གཏོང་ནས་རུ་བ་རེད་སྐམ་པོ་སྐར་ཆུང་ཅིག་གི་ཐོག་ནས་ཡག་གསུངས་པ་ཡིན་ན། ད་ལྟའི་ཚེ་སྐར་མོ་ཡོར་ད་དངོས་གནས་དྲུང་ནས་ད་ང་ཚོ་མི་སེར་དེ་ལ་ཉམས་ལེན་བྱེད་ཡག་གི་དུས་ཚོད་སེམས་སྐྱོ་ལྷུག་ཤིག་ཤིག་འདྲ་བོ་ཅིག་འབུད་ཕིབ་དེབ་ག་རེ་ལགས་པར་ད་འབུད་ཐེབ་ཐེབ་འདྲ་བོ་ཅིག་གང་ལྟར། ཆོས་ཀྱི་ཞག་རྩི་ཡོད་ཀྱང་འདྲ་བོ་ཅིག་ཕྱག་གཡག་གི་སྐར་བག་ཡོག་མ་རེད་ད། དཔེ་ཆ་ལྟ་བའི་རིང་ག། དཔེ་ཆ་ལྟ་བའི་རིང་ག་དེ་ལ་ལྟའི་ཚར་གཅིག་འབྱོར་བ་འདྲ་ཅིག་གཏོང་མ་ཐུབ་པ་ཡིན་ན། གནས་གཞུང་ཆེན་དཀར་པོ་ང་ཆ་ཚང་ཚར་ཞུ་རུ་བ། ཚར་ཚར་རེར་གནས་ཁོ་སེམས་དེ་ཞེ་མེད་འགྱུར་བ་གཏོང་རྒྱུ་ཡོད་ཟེར་ན་དེ་སྐར་མ་ཡོད་རེད། མ་དེ་འཕྲལ་ཐོག་འདྲ་བོ་ཆགས་ཚར་རུ་བ། བླ་མ་དམིགས་བསལ་གསར་བ་ཅིག་ཐོབ་ན་ཡང་ཁོ་ལ་ཕན་ཐོགས་འགྲོ་ཡ་གལ་ཡོད་མ་རེད། ཆད་སྐྱོད། ཡོངས་སུ་རྫོགས་པ་ཁོས་སྔ་མ་ནས་མཐུས་ཚར་ཡོད་རེད་ཧ་གོ་ཚར་ཡོད་རེད། ཕན་རྟགས་རྫུན་སྒྲུབ་མངོན་ཤེས་ཡོད་དེ་ཡང་འདྲ་བོ་ཧ་གྱོང་གི་ཨ་ནི་དེ་འདྲའི་སྐྲ་བོ་ཅིག་འཕྲད་རྒྱུ་ཡོད་ན་མ་གཏོགས། བླ་མ་དམིགས་གསར་བ་ཅིག་གིས་སྦྱོར་བ་གཏོང་ཐུབ་གི་མ་རེད་དཔེ་ཆ་དམིགས་གསར་བ་ཅིག་གིས་སྦྱོར་བ་གཏོང་ཐུབ་གི་མ་རེད། དཔེ་ཆ་ལྟ་གིན་ལྟ་གིན་དཔེ་ཆ་གསར་བ་རེ་རེ་བརྗེད་ཡོང་རུང་ཡག་དཀར་པོ་ང་ཧྥོ་རེམ་བྱས་ནས་འགྲོ་འོང་དུས། ཨ་ནི་སེམས་རྒྱུད་དེ་ཐད་དུ་ཐད་དུ་འབྲེལ་བའི་ཐོག་ནས་སེམས་རྒྱུད་དེ་ལ་འགྱུར་བ་ཅིག་གཏོང་མ་ཐུབ་པ་ཡིན་ན་ཨེ་ཐུབ་མ་བལྟས་པ་ཡིན་ན། ད་ང་སོང་མི་ཚེ་འདི་ལ་ཨ་ནི་དཀར་བ་ཧ་ཅང་མེད་ཀྱང་འདྲ་བོ་ཅིག། དཔེར་ན་རེ་བ་རེད། ངས་ད་ངེད་ཀྱི་ལུང་པ་མི་གསར་བ་ཅིག་བྱེ་བྲག་ཅིག་ལ་ཕར་བཀར་ནས་ལབ་དགོས་ན་ལྟད་མོ་མི་འདུག་ཨ། མཁས་པ་མང་ས་ཀྱི་མཁན་པོ་དགེ་བཤེས་ཡིན་སོང་དྲང་བ་ད་ནམ་རྒྱུན་མཁས་པ་མང་ས་ཀྱི་ལུང་པ་དེ་ལ་དཀའ་ངལ་ཆེ་བ་ཅིག་ཡོད་རེད། དགོན་པ་གཅིག་གི་ནང་ལོགས་ལ་དཔེར་ན་མཁས་པའི་མིང་ཐོག་རེ་དེ་བཞིན་མང་པོ་ཞིག་བཅས་ཡོད་ལགས་ན། དགོན་པ་དེ་གའི་མཐུན་སྒྲིལ་ཡིན་ནའང་འདྲ། དེ་ནས་ཀྱང་དགོན་པ་དེ་གའི་ཆོས་ཀྱི་ཞག་རྩི་དེ་ཡང་དེ་ལ་སྐྱོ་དེ་བས་སོང་འདྲ་མཐུན་སྒྲིལ་དེ་ལ་དེ་ལ་སྐྱོ་དེ་བས་སོང་འདྲ་འོ་ཅེ། ང་ཚོ་མདོ་དབུས་ཁམས་སུ་ད་ལྟ་ག་བ་བཏགས་ན་ཡང་དེ་མཐོང་རྒྱུ་ཡོང་དེ་ཡ་ཅིག་ཕར་ཆེར་རེད། ཕར་ཆེར་རེ་ཕྱིན་དང་བ་ཉམས་ཤིག་བྱས་དང། མཁས་པ་མང་ས་དེ་ལ་དཀའ་ངལ་ཆེ་བ་འདྲ་འོ་ཅེ་ཆགས་དེ་ག་དུ་བ། འདིའི་རྒྱུ་རྐྱེན་འདྲ་བོ་དེ་ཧ་གོ་དགོས་རེད་ཡ། ང་ཚོ་འཇུ་ཆེན་གཞན་དག་ཁ་མཁས་ཀྱིས་མར་བ་ཨ་ནི་དཔེ་ཆ་ལྟ་བའི་རིང་ཁག་དེ་ལ། ལམ་ལུགས་བློ་སྐྱོང་མཉམ་མཐོང་བྲལ་ནས་འགྲོ་མ་ཐུབ་པའི་སྐྱོང་གཞི་ཡ་ཡོ་དེ་རྐྱང་རྐྱང་དོང་དུ་གཉེར་ནས་ཨ་ནི་ལག་གྱིས་རྒྱག་བར་འོང་བ་ནི་དེ་དཀའ་མོ་འདུག་ཨ། ད་དེ་ནས་དངོས་གནས་གྲོང་ནི་སྐྱེས་ཀྱི་སྐྱེས་ལ་འབྲས་སེན་ཕྲག་དོག་རྐྱང་རྐྱང་གི་དུས་བདག་དགོས་ཡ་འདྲ་བོ་ཅིག་ད་དེ་ནི་དཀའ་མོ་ཞུ་ཅིག་ཡོད་རེད་ད་དངོས་གནས་གྲོང་ནི། དངོས་གནས་གྲོང་ནི་དཀའ་མོ་ཅིག་རེད་ད། དེ་འདྲའི་ཅིག་གི་ཆགས་འོང་དུས་དེ་ནི། རེ་བ་རེད།

ང་ཚོ་ཆ་ཚང་ང་ང་རང་དེ་འདྲ་ཅིག་བྱས་ནས་འགྱུར་བ་ཐེབས་ཐུབ་ཟེར་གི་མེད་ད། དཔེར་ན་ང་རང་གིས་ཏག་ཏག་དེ་འདྲ་ཅིག་བཏགས་ནས་ད་ལྟ་སེམས་ལ་འགྱུར་བ་ཐེབས་ཐུབ་ཟེར་རྩ་བ་ཉིད་ནས་ཟེར་གི་མེད་དེ་ཕྱི་ནང་བར་གོ་བ་ལེན་ཡང་ལེན་གི་མ་རེད་དེ། དེ་འདྲ་ཡིན་དུས་ང་ཚོ་ཆ་ཚང་གིས་ད། ཁོ་བོར་བར་སྐྱོན་མང་པོ་ཅིག་ཡོང་བ་ཅིག་ད་ང་ཚོ་སྤྱི་ཚོགས་འདི་ལ་བོད་པ་གི་སྤྱི་ཚོགས་འདི་ལ། ནི་རང་ངོ་ཤེས་བ་འདྲ་བོ་ཅིག་མ་འོངས་པའི་གི་འཛིན་སྐྱོང་བྱེད་སྟངས་འདྲ་བོ་དེ།